ཙམ་ནང་པའི་བསྟན་བཅོས་ཅིག་ཡོད་རེད་ད་རྒྱལ་པོ་ལུགས་ཀྱི་བསྟན་བཅོས་ཟེར་ད་འདི། ཨ་ནི། འདི་ནང་ལ་ད་ཚིག་ག་རེ་འགྲོ་ཅིག་ཡོད་རེད་ལགས་ན་དེ་ནི། མ་བསླབ་ཁ་རོག་འདུག་པ་ལ་ལོ་བརྒྱ་སོང་ཡང་བཟང་སྐྱེས་མེད་མཁས་པའི་སྤྱོད་ཡུལ་ཐོབ་འདོད་ན་བརྩོན་པས་དཀའ་བ་དང་དོད་ལོངས་ཅིག་གསུངས་གནང་བ་རེད་ད་འདི་ག་རེ་གསུང་གི་ཡོད་རེད་ལ་དེ་ནི་ཚིག་དེ་ཚོ་དཔེ་ཡི་ལྗིད་ཁོག་ཚ་བོ་ཡག་པོ་ཞེ་བོ་རེད་དེ་ད་ཡིན་ན་ཡང་ང་རང་ཚོ་ལ་དངོས་སུ་དེ་ནི་ཉམས་མྱོང་འགྲོ་བོ་དང་དེའི་སྐོར་ལ་གོ་རྟོགས་འགྲོ་བོ་ཡག་པོ་མེད་གསུངས་ན་དེ་ནི་ལྗིད་ཁོག་དེ་ཚོར་གི་ཡོད་མ་རེད་དེ་འདི་ཡོང་དུས་ཙམ་པ་ལ་ད་ངས་རྣམ་པ་ཚོ་ལ་གང་ཐུབ་ཐུབ་འགྲེལ་བཤད་ཅིག་ཞུ་ཡིན། ད་ཚིག་རྐང་དང་པོ་གཉིས་འདི་དཔེ་ལས་སླ་བོ་རེད་འདུག་བ་དེ་ནི། ཅེས་ཁྱེད་རང་སློབ་སྦྱོང་དུ་ཆ་བཞག་པ་ཡིན་ན་དེ་ནི་སློབ་སྦྱོང་འདི་ཁྱེད་རང་མ་བྱས་ནས་དེ་ནི་སོབ་སོབ་དེ་འདྲའི་དེད་སོང་པ་ཡིན་ན་དེ་ནི་ལོ་བཅུ་དང་ཉི་ཤུ་དང་བརྒྱ་ལ་སོགས་བ་སོང་ན་ཡང་དེ་ནི་དམིགས་བསལ་ལྷག་པོར་ཡར་རྒྱས་སུ་འགྲོ་གི་མ་རེད་གསུངས་གནང་བ་རེད་བ། ད་དེ་ནི་ཚིག་རྐང་ཕྱི་མ་གཉིས་འདི་ག་རེད་འདུག་ལབ་ན་དེ་ནི་མཁས་པའི་སྤྱོད་ཡུལ་ཐོབ་འདོད་ན་བརྩོན་པའི་དཀའ་བ་དང་འདོད་ལུང་གསུང་འདོད་ཙམ་ལ་ད་མཁས་པ་དེ་ལ་དཔེ་མང་པོ་ཡོད་རེད་བ་དེ་ནི་འཆད་རྩོད་རྩོམ་གསུམ་ལ་མཁས་པ་ལ་ཡ་འགྲུག་དང། ཕྱི་ནང་གི་རིག་གནས་ལ་མཁས་པ་ལའེ་འགྲོ་དང་དེ་ནས་ཅིག་ཁང་པ་བཟོ་རྒྱུ་ལ་མཁས་པ་མོ་ཏྲ་གཏོང་རྒྱུ་ལ་མཁས་པ་སྐད་ཆ་བཤད་རྒྱུ་ལ་མཁས་པ་ལའེ་འགྲོ་ད་དེ་ནས་མཁས་པ་དཔེ་མང་པོ་ཅིག་ཡོད་རེད་བ། ད་དེ་ནས་ཡིན་དུས་ཙམ་པ་ད་ཁྱེད་རང་དེ་དྲུག་མཁས་པ་ཅིག་ཕྱག་གཉིས་དྲུག་ཡོད་དེ་ནས་ག་རེ་བྱེད་དགོས་རེད་ལབ་ཡོང་དུས་ཙམ་པ་ལ་དེ་ནས་བརྩོན་པ་དང་དཀའ་ཐུབ་ཀྱི་སྒོ་ནས་འབད་བརྩོན་བྱེད་དགོས་རེད་གསུངས་གནང་བ་རེད་ད་ང་རང་ཚོ་དེ་ནས་ཅིག་མི་ཡག་པོ་རུ་ཆགས་དགོས་ཀྱི་ཡོད་ན་དེ་ནི་ང་རང་ཚོའི་མི་ནང་མི་ཚེ་ནང་ལ་ག་རེ་ཡོད་དགོས་ཀྱི་ཡོད་ལ་ད་དབྱིན་ཇིའི་སྐད་སྒྲ་མ་སོང་ན Role Model ལ་ཡིན་ནོ་དེ་ནི་ཅིག་ཁ་མིག་ཡར་ལྟ་བྱེད་ས་ཀྱི་ཁྱད་པ་དེ་འདྲ་ཡོད་དགོས་ཀྱི་ཡོད་རེད་ད་ང་རང་ཚོ་ཆོས་པ་གྲུབ་པོ་ཅིག་ལ་ཆ་བཞག་པ་ཡིན་ན་དེ་ནི་ཁ་མིག་ཡར་ལྟ་བྱེད་ས་ད་ཡག་ཤོས་དེ་ག་རེ་ཡོད་ལབ་ན་དེ་ནི་ཆོས་དང་འཇིག་རྟེན་ཐམས་ཅད་ལ་མཁས་བ་དེ་ནི་མཁས་བ་ཐམས་ཅད་ཀྱི་རྒྱལ་པོ་ཡང་དག་པར་གཙོ་བོའི་སངས་རྒྱས་བཅོམ་ལྡན་འདས་ཡོད་དེ་རེད་བ། ད་དེ་འདྲ་ཡིན་དུས་ཚང་མ་ད་ཀྱི་ཚིག་རྐང་ནང་ལོགས་ལ་ཁ་ར་ཁས་པའི་སྤྱོད་ཡུལ་སྤྱོད་ཡུལ་ལས་བྱེད་དོ་སྤྱོད་ཡུལ་ཞེས་པའི་དོན་དེ་ག་རེད་ལབ་ན་སྤྱོད་ཡུལ་ཞེས་བ་དེ་བྱེད་ཐུབ་ཡས་སྒྲོག་ཅིག་ལ་ལབ་ཀྱི་ཡོད་རེད་དེ་ནི་ཅིག་ངས་སྤྱོད་ཡུལ་མ་རེད་ཁས་པའི་སྤྱོད་ཡུལ་རེད་ལབ་ཡོང་དུས་ཚང་མ་ལ་ངས་བྱེད་ཐུབ་ཡས་མ་རེད་ཁས་པ་དེ་ཚོ་གི་བྱེད་ཐུབ་ཡས་རེད་ཞེས་པའི་དོན་རེད་ད་དེ་འདྲ་ཡིན་དུས་ཚང་མ་དེ་ནི་སངས་རྒྱས་བཅོམ་ལྡན་འདས་ཀྱིས་དེ་ནི་བྱེད་ཐུབ་ཡས་སྤྱོད་ཡུལ་དེ་ག་རེད་འདུག་ལབ་དུས་ཚང་མ་ལ་གར་བྱེད་ལབ་ན་ང་ཚོ་ཡང་དེ་ནི་ནམ་ཞིག་སངས་རྒྱས་བཅོམ་ལྡན་འདས་ནང་བཞིན་བྱེད་ཉིན་གྲོགས་གུ་ཡོད་རོ་ཨ་དེ་འདྲ་ཡིན་དུས་ཚང་མ་ལ་ད་སངས་རྒྱས་བཅོམ་ལྡན་འདས་ཀྱིས་ག་རེ་བྱེད་ཐུབ་ཀྱི་ཡོད་རེད་ལབ་ན་དེ་ནི་དུས་དང་རྣམ་པ་ཀུན་ཏུ་ལུས་དང་སེམས་གཉིས་ཀ་ནས་དེ་ནི་དེ་བ་ཤ་སྟག་ཚོར་ཐུབ་ཀྱི་ཡོད་རེད་ལབ་ཀྱི་ཡོད་རེད། ང་རང་ཚོ་ག་རེ་ལ་ད་བྱ་བ་ག་འདྲི་འགྲོ་ཅིག་བྱས་པ་ཡིན་ན་ད་མཐར་དེ་ནི་ང་རང་ཚོ་ལ་སྡུག་བསྔལ་མི་འདོད་པ་དང་དེ་བ་འདོད་པ་ཡིན་དུས་ཙམ་པ་ལ་ག་དུས་ཡིན་ན་དེ་བ་འདོད་ཀྱི་ཡོད་རེད་བ། ཡིན་ན་ཡང་སངས་རྒྱས་བཅོམ་ལྡན་འདས་ནི་ག་དུས་ཡིན་ན་ཡང་ཨ་ནི་དལ་བ་ཚོར་ཐུབ་ཀྱི་རེད་དེ་ང་རང་ཚོ་ཚོར་ཐུབ་ཀྱི་མི་འདུག་ད་ང་རང་ཚོ་དཔེར་ན་དེ་ནི་མིག་ལ་བརྟེན་པའི་དལ་བ་གཟུགས་མཛེས་པོ་མཐོང་བ་ལ་བརྟེན་ནས་ཅིག་དལ་བ་འགྲོ་དང་དེ་ནི་སྒྲ་སྙན་པོ་ཐོས་བ་ལ་བརྟེན་ནས་དལ་བ་འགྲོ་ད་དེ་འདྲའི་དལ་བ་དཔེ་མང་པོ་ཅིག་འབྱུང་ཁུངས་མང་པོ་ཅིག་ཡོད་རེད་བ་ཡིན་ནའང་ང་རང་ཚོ་ག་དུས་ཡིན་ན་གཟུགས་མཛེས་པོ་མཐོང་བ་དང་ག་དུས་ཡིན་ན་སྒྲ་སྙན་པོ་གོ་བ་ལ་སོགས་པ་གིས་དེ་འདྲས་ཀྱིས་ད་ང་རང་ཚོ་ལ་ནུས་པ་དེ་འདྲ་དང་ཆ་རྐྱེན་ཚང་གི་ཡོད་མ་རེད་དཔེར་ན་གོས་ལོག་སྒྲོག་ཅིག་ཡིན་པ་ཡིན་ན་དེ་ནི་གོས་ལོག་འཇམ་པོ་དང་ཡང་མོ་དང་དེ་ནི་རྩིག་པོ་དང་ཡིད་དུ་འོང་པོ་དེ་ནི་སྒྲོག་ཅིག་ད་ང་རང་ཚོ་དང་པོ་ནས་ཉོ་ཁོ་རང་ཐུབ་ཀྱི་མ་རེད་བ་དེ་ནས་ནི་བསམ་པ་ལ་ཨེ་ནས་དེ་འདྲིས་ཀྱི་རེག་བྱ་མྱོང་ཐུབ་ཡས་ཀྱི་ནུས་པ་ཡོད་མ་རེད་ད་ཡིན་ན་སངས་རྒྱས་བཅོམ་ལྡན་འདས་འགྲོ་བ་ལ་ཆ་བཞག་པ་ཡིན་ན་དེ་ནི་ཁོང་གིས་དེ་ནི་སྤྱན་གྱིས་ག་རེ་གཟིགས་ཀྱི་ཡོད་རེད་ལ་ན་ད་ག་དུས་ཡིན་ན་ཡང་གཟུགས་མཛེས་པོ་ཞེ་དྲག་གཟིགས་ཐུབ་ཀྱི་ཡོད་རེད་དེ་ནི་གཅིག་དྲ་གཉན་པོ་འགྲོ་རྒྱུ་གང་ཉིན་འགྲོ་ཡིན་ན་ག་དུས་ཡིན་ན་ཡང་དེ་ནི་དྲ་གཉན་པོ་གོ་ཐུབ་ཀྱི་ཡོད་རེད་དེ་ཡང་གཅིག་ང་རང་ཚོ་དྲ་གཉན་པོ་གོ་ཡག་གི་ཆེད་དུ་དེ་ནི་གཅིག་གཅིག་དེང་སང Spotify ལ་རོ་དང YouTube ལ་དེ་འདྲི་གི་ནང་ལོགས་ལ་དེ་ནི་གཞས་གཉན་པོ་གཉན་པོ་ཙལ་ནི་ཉན་གོ་ཡས་དེ་འདྲི་གཅིག་ཡོད་རེད་པ་ལ་ན་སངས་རྒྱས་བཅོམ་ལྡན་འདས་ལ་དེ་ཡོད་མ་རེད་ད་ང་རང་ཚོ་ཡང་ན་གཅིག་གཞས་གཉན་པོ་གཅིག་ཟླ་ཡས་ཀྱི་ཆེད་དུ་ཉིན་ཡས་ཀྱི་ཆེད་དུ་བསྐང་གསོལ་དེ་འདྲ་ལ་འགྲོ་ཡ་འགྲོ་དང་ཡོད་རོགས་ཡིན་ན་སངས་རྒྱས་བཅོམ་ལྡན་འདས་ས་ཆ་གཅིག་ལ་བཞུགས་ནས་དེའུ་དེ་ག་རང་གནས་སྟངས་དེ་ག་རང་དུ་དེ་ནི་གྲྭ་གཉན་པོ་སེམས་ཉིད་སྤྲོ་བོ་ཡོད་ན་ནི་གྲྭ་གཉན་པོ་སེམས་ཐུབ་ཀྱི་ཡོད་རེད་ཨོ་དེ་འདྲ་ཡིན་ད་ཚང་ད་སངས་རྒྱས་བཅོམ་ལྡན་འདས་ཀྱིས་དེ་འདྲ་ཅིག་ཐུབ་ཨ་ནི་ང་རང་ཚོ་མ་ཐུབ་པ་རེད་བ་ད་དེ་སངས་རྒྱས་བཅོམ་ལྡན་འདས་ཀྱིས་ཐུབ་པ་དེ་ཡང་ཡང་ཅིག་ད་ག་ཤེས་པ་མ་རེད་ད་དེ་ཅིག་ང་རང་ཚོ་མི་ཕལ་བ་ལ་ཡང་ཡོང་ཆོག་གི་རེད་ད་དཔེར་ན་ཅིག་དེ་བ་ཅན་གྱི་ཞིང་ཁམས་ལ་སྐྱེས་སོང་ན་མི་ཕལ་བ་དེ་ཚོ་ཡང་དེ་བ་ཅན་གྱི་ཞིང་ཁམས་ལ་སྐྱེས་སོང་ན

གལ་སྲིད་ངེད་གཉིས་མ་གྲོས་ན་ནི་ཨ་འདི་མི་གོ་འོས་མ་རེད་ལབ་པར་ད་སངས་རྒྱས་བཅོམ་ལྡན་འདས་ཡིན་ན་ནི་ད་ཡིན་དུས་བརྩམས་པ་ལ་ག་དུས་ཡིན་ན་དེ་ནི་གོ་ཐུབ་ཡག་གི་ནུས་བ་ཅིག་ཡོད་རེད་བ་ད་ཡིན་ན་ཡང་དེ་འདྲས་སངས་རྒྱས་བཅོམ་ལྡན་འདས་ཀྱིས་བྱེད་ཐུབ་ཡས་དེ་ང་ཚོས་ག་འདྲས་བྱེད་ཐུབ་ཀི་རེད་ལབ་ན་དེ་ནི་བརྩོན་པས་སྐལ་བ་དང་དུ་ལོངས་ཟེར་ད་བརྩོན་འགྲུས་བརྩམས་དགོས་རེད་བརྩོན་འགྲུས་བརྩམས་དགོས་ལེགས་དོ་ད་བརྩོན་འགྲུས་བརྩམས་དུས་བརྩམས་པ་ལ་ན་བརྩོན་འགྲུས་དེ་ག་འདྲས་བརྩམས་དགོས་ལ་ད་ཡང་བརྩོན་འགྲུས་དེ་ཅིག་དེ་ནི་ཉལ་རླུང་མེད་པ་ཟ་རླུང་མེད་པ་ད་དེ་འདྲས་ཅིག་དུག་རུས་ཞུ་བྱེད་བྱེད་དགོས་རེད་བས་ལབ་ན་ད་འདི། དུག་རུས་འབའ་ཞིག་བྱས་པ་ལ་བརྟེན་ནས་དེ་ནི་ཅིག་ཞེ་དྲག་གོ་ཆོད་ཀྱི་ཡོད་མ་རེད་ད་དཔེར་ན་དེ་ནི་འགྲོ་ཅིག་རེད། ཨ་ནི་ཅིག་ཤེས་རབ་མེད་པའི་བརྩོན་པ་དེ་དེ་ནི་ཆང་རྒྱུན་གྲུ་གཟིངས་བཏང་པ་འདྲ་འགྲོ་ཅིག་ལབ་ན་འགྲིག་གི་ཡོད་རེད་དཔེར་ན་སྔོན་ཆུ་མོ་སྒང་གི་ཉེ་ལོགས་ན་དེ་ནི་རབ་སྲེག་ཁྱུ་ཅིག་ཡོད་རེད་ད་ཁོང་ཚོ་ག་དུས་ཡིན་ན་ཆང་བཏུང་ད་ནམ་ཉི་མ་ཞིག་ཁོང་ཚོ་ཆང་མང་པོ་བཏུང་ནས་ད། ཨ་ནི། འགྲོ་ཡས་དེ་ཁོང་ཚོ་ཆུ་ཕར་ཕྱོགས་ལ་འགྲོ་དགོས་ཀྱི་ཡོད་རེད་བ། ད་ལོག་འགྲོ་དགོས་ཀྱི་ཡོད་རེད་ད་ཡིན་ན་ཡང་ཆུ་ཚོད་ཕྱོགས་དེ་ལ་ཆང་བཏུང་དེ་ནི་གྲུ་གཟིངས་ལ་ཞོན་ནས་ད། སྔོན་མ་དེ་འདྲའི་གྲུ་གཟིངས་དང་མ་ཤིན་དང་དེ་འདྲའི་འཕྲུལ་ཆས་ཀྱི་རིགས་ཡོད་མ་རེད་དེ་ནི་སྐྱས་རྒྱག་དགོས་ཀྱི་ཡོད་རེད་དེ་འདྲའི་སྐྱས་རྒྱག་དུས་ཙམ་པར་ད་ཁོང་ཚོ་གྲུ་གཟིངས་ལ་ཞོན་ནས་སྐྱས་ཞིབ་ཅིག་བརྒྱབ་ནས་འགྲོ་སོང་བ་རེད་ལབ་བར། ད་ཡིན་ན་ཡང་དུས་རྒྱུན་ཡིན་ན་ནི་སྐར་མ་བཅུ་བཅོ་ལྔ་ལ་ཕར་ཕྱོགས་སླེབས་ཐུབ་ཀྱི་ཡོད་རེད་ད་དེ་དུས་ཁོང་ཚོ་གིས་དཀའ་ལས་ཤི་མ་ཤི་བརྒྱབ་ཐང་ཆེ་ཆེ་བར་དུ་དཀའ་ལས་བརྒྱབ་ནས་གྲུ་གཟིངས་བཏང་ན་ཡང་དེ་ནི་ཕར་ཕྱོགས་སླེབས་ཡས་མི་འདུག། ལབ་པར་ད་ག་རེ་བྱེད་ཡིན་ན་ད་གང་བྱེད་ཁོང་ཚོ་ཤུགས་རྒྱབ་ཤུགས་རྒྱབ་མཐར་ཁོང་ཚོ་ཚང་མ་ཐང་ཆད་ཨ་ནི་གཉིད་ཤོར་སོང་བར་ད་སང་ཉིན་ཞོགས་ཀྱི་ཡར་ལ་གཉིད་ཚེ་ཡོང་དུས་ཚང་མ་ཁོང་ཚོ་ག་རེ་བྱེད་འདུག་ན་ཁ་སང་གྲུ་གཟིངས་དེ་ཐག་པ་བཏགས་ཡོད་རོགས་དེ་ཐག་པ་དཀྲོལ་ཡས་དྲན་པ་བྱས་ནས་ཨ་ནི་དེ་འདྲའི་དུག་རུས་བྱས་པ་ད་ཤི་ནི་ཧ་གོ་བ་རེད་ཡིན་དུས་ཙམ་པ་ལ་གནད་འགག་དེ་ཧ་གོ་མ་སོང་ན་དེ་ནི་བརྩོན་འགྲུས་གཅིག་པུ་བྱས་ན་འགྲིག་གི་ཡོད་མ་རེད་བ་ད་དེ་འདྲའི་བརྩོན་འགྲུས་དེ་ལ་དེ་ནི་ཤེས་རབ་གོ་གི་འདུག་བ་ད་ཤེས་རབ་དེ་ཅིག་ཚིག་ལས་སླ་བོའི་སྒོ་ནས་ཞུས་སོང་ན་ང་རང་ཚོ་སྡོད་རྒྱུའི་རྣམ་དཔྱོད་ལ་ཡས་ཅིག་ཡོད་རོགས་དེ་རྣམ་དཔྱོད་ལ་ཡས་དེ་རེད། ད་རྣམ་དཔྱོད་དེ་ལ་ཡང་གཉིས་ཡོད་རེད་དེ་ནི་ལྷན་སྐྱེས་སུ་དང་པོ་ཁོ་རང་ནས་ཕུ་གུ་དེ་ཚོ་ཁ་ཤས་དེ་ནི། རང་བཞིན་གྱིས་དེ་རྣམ་དཔྱོད་ཆེན་པོ་དེ་འདྲ་ཅིག་སླེབས་ཡ་ཅིག་དང་ཡང་གཅིག་དེ་ནི། གོམས་པའི་སྟོབས་ཀྱིས་ད་གོམས་གཤིས་ཀྱི་དཀྱུས་ནས་སླེབས་བསྡད་ཡ་ཅིག་ཡོད་རེད་ད་གོམས་གཤིས་ཀྱི་དཀྱུས་ནས་སླེབས་དེ་ཡོང་དུས་བསམ་པ་ལ་ད་དེ་གོམས་གཤིས་དེ་ཡང་གང་རེ་ལ་བརྟེན་ནས་བྱུང་གི་རེད་ན་གོམས་གཤིས་དེ་ཡང་དེ་ནི་འགྱུར་བ་ལ་བརྟེན་ནས་བྱུང་གི་རེད་འགྱུར་བ་གཅིག་ཀྱང་མ་བཏང་པ་ལ་གོམས་གཤིས་ལས་དེ་འབྱུང་སྲིད་ཀྱི་མ་རེད་ལབ་ཀྱི་ཡོད་རེད་དཔེར་ན་ང་རང་ཚོ་ཁ་སང་ལས་ཀ་ཅིག་བྱས་ལས་ཀ་བྱས་ཡ་ལ་ནོར་འཁྲུལ་ཤོར། ད་ད་རིང་ཡང་ལས་ཀ་དེ་བྱེད་ལས་ཀ་བྱེད་ལ་སླར་ནོར་འཁྲུལ་ཤོར་ན་འགྱུར་བ་འགྲོ་མ་སོང་བ་དེ་ནི་ཡང་བྱ་བ་དེ་འགྲུབ་ཀྱི་མ་རེད་ཁ་སང་མ་འགྲུབ་པ་ནང་བཞིན་ད་རིང་ཡང་འགྲུབ་ཀྱི་མ་རེད་ད་ཁ་སང་ནོར་འཁྲུལ་ཤོར་དེ་ནི་ད་རིང་ཁ་སང་དེ་ནོར་འཁྲུལ་དེ་འགྲོ་རྒྱུ་ཤོར་འདུག་བ་དེ་འདྲའི་འགྱུར་བ་བཏང་ཡོད་འདུག་བསམ་པ་དེ་ནི་ཨ་ནི་བྱ་བ་དེ་འགྲུབ་ཐུབ་ཀྱི་འདུག་བ་ཧོ་དེ་འདྲའི་གི་གོམས་གཤིས་བཟོ་ཡ་ཅིག་ད་གོམས་གཤིས་དང་འགྱུར་བ་གཉིས་དེ་འདྲ་བོ་འདྲ་བོ་འདྲ་བོ་ཆགས་བསྡད་ཀྱི་ཡོད་རེད་ད་འོ་ན་དེ་འདྲའི་གོམས་གཤིས་སམ་དེ་ནི་འགྱུར་བ་དེ་གང་རེད་བཏང་དགོས་ཀྱི་ཡོད་རེད་ལབ་ན་ད་ཅིག། དངོས་དམག་གི་རྡོ་དང་བསྟན་བཅོས་དང་དེ་ནས་ངོ་མཚར་བའི་རྣམ་ཐར་དང་གཏམ་རྒྱུད་ལ་དཔེ་མང་པོ་ཡོད་རེད་དེ་ད་ཡིན་ནའི་དེང་སང་ཡང་དུས་དང་མཐུན་པའི་གཏམ་ཟེར་མི་དེ་ཚོ་ལ་མི་དེ་ཚོ་འདི་འདྲ་ལ་གའུ་བྱེད་ཀྱི་ཡོད་རེད་ད་དེང་སང་གི་གནས་ཚུལ་རུ་ཅིག་ལ་གའུ་བྱེད་ཀྱི་ཡོད་རེད་དེ་ནས་ཡིན་ནའི་བསམ་པ་ད་ངས་ག་རེ་ཞུ་ཉིན་གྲོ་སོང་ལ་དེ་བསམ་པ་ད་འདི་དེབ་དེ་ནང་ལོགས་ལ་ཨ་ནི་འོ་དེ་འདྲ་གི་ད་འགྱུར་བ་བཏང་ཚུལ་དཔེ་ཡག་པོ་ཅིག་ཤེས་ཡོད་རེད་ད་འདི་དེབ་དེ་སྤྱིར་བཏང་ཨ་ནི་དེབ་ཁོ་རང། སྐད་གྲགས་ཆེན་པོ་ཞུ་བར་དུ་དང་པོ་ཁོ་རང་ད International Best Sellers ད་འཛམ་གླིང་ནང་ལོགས་ལ་འགྱུར་ཆེན་པོ་ཞུ་བ་ཡོད་མཁན་ཚོང་ཞུ་བ་འགྲིམ་ཐེངས་མཁན་གྱི་ཨ་ནི་དེབ་ཅིག་ཡིན་པ་རེད། ད་འདི་ཡང་བསྐྱར་ང་དེབ་དེ་ལ་སྣང་བ་འགྲོ་དགོས་རྒྱུ་མཚན་གཅིག་ག་རེད་ལ་ན་ད་འདི་ང་རང་ཚོ་སྤྱོད་འཇུག་ནང་ལོགས་ལ་དེ་ནི་ཁེངས་སྐྱུང་གི་ད་ཞི་བ་ལགས་ཀྱིས་ག་རེ་གསུངས་ཡོད་ལ་ན་དེ་ནི་སྔོན་ཆད་མ་བྱུང་པ་ཡང་འདེགས་བརྗོད་མེད་ཁོང་གིས་ད་སྔོན་སངས་རྒྱས་བཅོམ་ལྡན་འདས་ལ་གསུངས་བ་ཀྱི་གསུང་བཤགས་སྐྱོན་མ་ཡིན་པ་ཅིག་ཁུན་སུམ་མེད་ལབ་གི་ཡོད་རོགས་དངོས་གནས་ང་རང་ཚོ་སྤྱོད་འཇུག་བྱེད་ག་འགྲོ་ན་ནི་དངོས་གནས་ད་འདི་སྤྲོ་ཅིག་ད་ཁོང་མ་གཏོགས་གཞན་པ་ཅིག་ཤེས་ཐུབ་ས་མ་རེད་བསམ་བསམ་ཅིག་ཡོད་རེད་བ། ཡིན་ནའང་ད་ཁོང་གིས་ག་རེ་གསུངས་པ་ལགས་ན། ཨ་ནི། སྔོན་མ་མ་ཤེས་པ་ཅིག་ཤེས་པ་མེད་གསུང་བ་ནང་བཞིན་ད། ད་འདི་འདི་མི་དེ་ཡང་ག་རེ་ལབ་གི་འདུག་ལགས་ན་ད་སྤྱིར་བཏང་དེ་ནི། ནུབ་ཕྱོགས་པའི་མཁས་པ་དེ་ཚོ་ད་ང་རྒྱལ་ཆེན་པོ་ཞེ་བོ་ཡོད་རེད་ད་ཡིན་ནའང་ཁོ་ཁེངས་སྐྱུང་གི་སྐད་ཆ་ཡང་དཔེ་སྙན་པོ་བཤད་ཤག་ད་འདི་ག་རེ་བཤད་འདུག་ལགས་ན། ཨ་ནི། འདི་ལ་ཡོད་རེད་ད།

ད་ང་ཚོ་དག་གིས་བརྗོད་བྱ་ངོ་མ་དེ་འགྱུར་བ་ནི་གོམས་འདྲིས་ག་འདྲི་གཅིག་གོ། ག་རེ་གོམས་གཤིས་ཀྱི་བརྒྱུད་ནས་ད་རྣམ་དཔྱོད་ཡར་རྒྱས་གཏོང་ཡོད་གཏོང་ཚོད་ཀྱི་ཡོད་རོ། ད་དེ་གོམས་གཤིས་དེ་འགྱུར་བའི་སྒོ་ནས་གཏང་གི་རེད་ལབ་ཙང་ད་འགྱུར་བ་ག་འདྲི་གཏང་གི་འདུག་ལབ་ཙང་ད་དེབ་ཁོ་རང་གི་མིང་དེ་གཏང་བ་ག་རེ Atomic Habits Atom ལ་ན་དུལ་ཕྲེང་ལབ་གི་ཡོད་རེད Atomic ལ་ན་དུལ་ཕྲེང་གི Habits ལ་ན་གོམས་གཤིས་ད་དུལ་ཕྲེང་གི་གོམས་གཤིས་ལབ་གི་ཡོད་རེད་ད་དུལ་ཕྲེང་གི་གམས་ཤུས་ལབ་དུས་ཙམ་པ་ལ་ཡང་ང་ཚོས་བསམ་བློ་ལ་གཅིག་གོམས་གཤིས་ཆུང་ཆུང་འགྲོ་གཅིག་ལ་གོ་གི་འདུག་ད་འདི་གོ་གི་ཡོད་མ་རེད་ག་ལ་ན།

དང་ད་ཚིག་དང་པོ་དེ Fed ལ་ཡོད་རེད། Fed ལ་ཡོད་རེད་ལས་ཀར་ལ་ཡོད་རེད། ང་ཚོ་དུས་རྒྱུན་ལས་ཀར་ལ་བསྐོས་སྟངས་ལ་ཡོད་རེད། ད་དེ་ལས་ཀར་ལ་ལག་པས་ཡོད་རེད། ད་དེ་ག་ལ་ད་དེ་ནི། ཉིས་སྟོང་གསུམ་ལོ་གི་ཉི་མ་ཞིག་ལ། དེ་ནི་ཆེན་པོ་དབྱིན་ཡུལ་གྱི་རྐང་འཁོར་གྱིས་ད་ལས་ཀར་དེ་ལ་འགྱུར་བ་ཅིག་འགྲོ་སོང་བ་རེད་ལབ་པ་རེད། ད་འགྱུར་བ་ག་རེ་འགྲོ་འདུག་ལབ་ན་དེ་ནི Professional Cycling ད Cycle རྐང་འཁོར་ཆེད་ལས་པ་ཡོད་རེད་འོ་དེ་སྟངས་འཛིན་བྱེད་མཁན་གྱི་ཚོགས་པ་ཅིག་ཡོད་རེད་དེ་ཚོགས་པ་དེ་ག་རེ་བྱས་སོང་བ་ལབ་ན།

སྤྱིར་བཏང་ཨིན་ཡུལ་ལ་དེ་ནི་ཡར་ཐོན་ཅན་གྱི་རྒྱལ་ཁབ་ཡིན་པར་ཆ་རྐྱེན་ཡག་པོ་ཡོད་པ་དམིགས་བསལ་དེ་ནི་ག་ས་རྐང་འཁོར་ཆེད་ལས་པ་དེ་འདྲའི་མང་པོ་ཡོད་ན་ཡང་དེ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་མེད་བརྒྱད་ནས་ད་ཉིས་སྟོང་གསུམ་ཟེར་དེ་འདྲའི་ལོ་བརྒྱ་ཕྲག་ལ་ཉེ་བའི་རིང་ཅིག་ལ་རྐང་འཁོར་རྩེད་འགྲན་དཀྱུས་མ་གཅིག་གི་མིང་ཐོག་ལ་ཐེག་ཐུབ་པ་རེད་ལ་ད་གར་ཅན་ལ་ད་ཁོ་ཚོས་འཛམ་བུ་གླིང་གི་ནང་ལ་སྐད་གྲགས་བཞག་མ་ཐུབ་པ་རེད་ལབ་ཀྱི་ཡོད་རེད་ད་སྐད་གྲགས་གར་བཞག་ཐུབ་མི་འདུག་ལ་ན་དཔེར་ན་ཨོ་ལིམ་ཕིཀ་གི་འཛམ་གླིང

ཀྲུའུ་ཏི་ཧྥ་རན་སི་ལ་ཡི་དེ་རེད་དེ་ཡིན་ན་ཡང་ཁོང་ཚོ་ལོ་བརྒྱ་དང་བཅུ་གི་རིང་ལ་དེ་ནི་ཀྲུའུ་ཏི་ཧྥ་རན་སི་ལ་ཨ་ནི་འདི་འདྲི་གི་རྟགས་མ་གཅིག་ཀྱང་ཐོབ་མྱོང་ཡོད་མ་རེད་གལ་ཀ་གཅིག་ཀྱང་ཐོབ་མྱོང་ཡོད་མ་རེད་ལབ་པ་རེད་ད་ད་དུང་གནས་ཚུལ་ངོ་མ་ཅིག་ག་རེ་བྱུང་སོང་པ་ལ་ད་ཡུ་རོབ་ཀྱི་ནང་ལོག་གི་རྐང་འཁོར་ཨ་ནི་གི་བཟོ་གྲྭ་སྐད་གྲགས་ཆེ་ཤོས་དེ་གས་ག་རེ་བྱས་སོང་པ་ལ་ད་ང་ཚོའི་རྐང་འཁོར་དེ་ཨ་ནི་དབྱིན་ཡུལ་གྱི་རྐང་འཁོར་རྩེད་འགྲན་པ་ལ་བཙོང་གི་མེད་ལབ་པ་རེད་ག་རེ་བྱས་ནས་ལམ་བཙོང་པ་ལ་ད་དེ་འདྲའི་དབྱིན་ཡུལ་གྱི་རྐང་འཁོར་རྩེད་འགྲན་པ་དེ་ཚོ་ཁོ་ན་ཚོ་གའི་འཛམ་བུ་གླིང་ནང་ལ་སྐད་གྲགས་གཅིག་ཀྱང་བཞག་མ་ཐུབ་ནས་དེ་འདྲའི་ལོ་བརྒྱ་ཕྲག་མང་པོའི་རིང་ལ་ལས་ཡོང་དུས་བརྩམས་པ་ལ་ད་མི་ཚོ་ག་རེ་བསམ་ས་རེད་ལབ་ན་ད་དེའི་རྐང་འཁོར་དེ་ཡག་པོ་ཡོད་ས་མ་རེད་བསམ་ས་རེད་འོན་དེ་འདྲས་བྱས་དུས་བརྩམས་པ་ལ་ཁོ་ཚོའི་ཚོང་ལ་གྱོང་གུན་ཐེབས་ས་རེད་བསམས་ནས་ད་བཙོང་གི་མེད་ལབ་པ་རེད་ད་དེ་ངོ་མ་བྱས་ན་དེ་ནི་མི་དེ་ཚོ་ཚོང་འདི་ཚོ་ད་འགྱུར་ཡས་ལགས་འབད་བརྩོན་བྱེད་ཀྱི་རེད་བ་ལྷག་པར་དུ་འདི་ཚོགས་པ་ཆེན་པོ་ལ་ཙོང་ཡས་ལ་ཞེ་དྲག་ག་བོ་བྱེད་ཀྱི་རེད་ད་ད་ནི་དབྱིན་ཡུལ་གྱི་གནས་སྟངས་དབྱིན་ཡུལ་གྱི་རྐང་འཁོར་གྱི་བཙན་འབྲེལ་གནས་སྟངས་འདི་ནི་རོ་གཅིག་ལྷག་ཡོང་དུས་བརྩམས་པ་ལ་ད་ཁོང་ཚོས་ཙོང་གི་མིན་ལབ་པ་རེད་བ་ད་འདི་ནི་ཡིན་དུས་བརྩམས་པ་ལ་ད་ཁོང་ཚོས་ག་རེ་བསམ་པ་ལ་ད་དེ་བསྒྲེས་ཕུལ་གྱི་ད་ངོ་ནས་ལམ་ཀ་ཁོ་མི་མཁས་པ་ཞིག་བོ་ཅིག་རེད་འདུག་སེ་ད་ཁོ་གིས་དེ་ནི་ལམ་ཀ་གསར་བ་ཅིག་ལ་ཕྱོགས་སྟོན་བྱེད་ཐུབ་གི་རེད་དྲན་ནས་ད་ཁོང་ལས་སོང་པ་རང

དཔུང་བཟུང་བ་ཆ་ཤས་མང་པོ་གཅིག་ནས་ཆ་བརྒྱ་ཆ་གཅིག་གཅིག་པོ་ཡར་རྒྱས་བཏང་བ་དང་མང་མཉམ་དུ་དཔུང་ཡོང་དུ་བརྩམས་ལ་ཡར་རྒྱས་ཆེན་པོ་བྱེད་འགྲོ་གི་རེད་ལབ་ན་ད་ཁོ་རང་གི་ལྟ་གྲུབ་དེ་ནི་དེ་ཡིན་པ་རེད་ད་ཁོའི་ལྟ་གྲུབ་དེ་བེད་སྤྱོད་བཏང་ནས་དེ་ནི་གར་བྱས་སོང་ད་ཡར་རྒྱས་ཆེན་པོ་ཞུ་བྱེད་འགྲོ་བ་རེད། ཡ་ད་དེ་འདྲའི་ཁོ་རང་གི་ལྟ་གྲུབ་དེ་ཡིན་པ་ནང་བཞིན་དུ་དེ་ནི་དེ་འདྲའི་གི་ཐབས་ལམ་དེ་བེད་སྤྱོད་བཏང་ནས་ད་སྐད་གྲགས་ཆེན་པོ་བཟོས་བ་ད་ག་འདྲའི་ཐབས་ལམ་བེད་སྤྱོད་བཏང་འདུག་ལ་དོན་བརྩམས་པ་ལ་ད་དེ་འདྲའི་རྐང་འཁུར་སྒྲུབ་ལ་ཆ་མཚོན་པ་ཡིན་ན་ཡང། དེ་ནི། ང་རང་སུ་ཡིན་ན་ད་དེའི་རྐང་འཁུར་དེ་ཡག་པོ་ཡོད་ས་མ་རེད་རྐང་འཁུར་དེ་བཙོངས་ནས་རྐང་འཁོར་གསར་པ་ཉོ་ཡ་འགྲོ་དང། ཨ་ནི་ཅིག་འཁོར་ལོ་འགྲིག་མེད་ན་འཁོར་ལོ་བཀོག་ནས་འཁོར་ལོ་གསར་པ་ཉོ་ཡ་འགྲོ་དེ་འདྲ་འགྲོ་བྱེད་ཀྱི་ཡོད་རེད་ད་ཁོ་དེ་བྱས་ཡོད་མ་རེད་ལབ་པར་ད་ཁོས་ག་རེ་བྱས་སོང་ལ་ན་དེ་རྐང་འཁོར་དེ་གིས་ད་འཁོར་ལོ་འགྲོ་བའི་ཆ་སོང་བ་འདྲེ་སྟག་མ་ཤོར་ཡ་བྱེད་དོ་ཅིག་ཐ་མ་ཨ་རག་དེ་འདྲའི་སྐུ་ཕོ་བོ་ཡོད་ན་ཡང་ཨ་རག་ཕྱུགས་ཡས་སྒྲོག་དང། ད་དེ་ནི་ཡང་ཅིག་ཅིག་རྐུབ་སྟེགས་སྒྲོག་ཡིན་ན་ཡང་ད་ཁོག་གི་རྐུབ་སྟེགས་དེ་ཚོ་བྱིས་པ་མ་ཡིན་པར་རྐུབ་སྟེགས་སུ་དེ་རུ་བཏང་བ་དང་དེ་འདྲས་བྱས་སོང་བར་ལ། གྱོན་ཆས་སྒྲོག་བསམ་བློ་བཏང་བ་ཡིན་ན་ཡང་དེ་ནི་ཕྱི་ལ་རྐང་འཁོར་བཏང་དུས་རྩམ་པ་ལ་གྱོན་ཆས་ཁ་ཁ་ནང་ལ་རྐང་འཁོར་བཏང་དུས་རྩམ་པ་ལ་གྱོན་ཆས་ཁ་ཁ། དེ་ནི། འདིའི་ནང་ལོ་ད་དུང་ཚིག་ཅིག་ག་རེ་ལབ་གི་ཡོད་རེད་ལབ་ན། Bio Feedback Sensors ལ་ཡོད་རེད Bio Feedback Sensors ད་གཟུ་བོ་གིས་དེ་ནི་ཚ་ཚད་དང་གྲང་ཚད་དང་དེ་འདྲའི་གནས་སྟངས

བཞག་ས་ཀྱི་དེ་ནི་མོ་ཏྲ་ཆེན་པོ་ཅིག་ཡོད་པ་རེད་ད་དེའི་མོ་ཏྲ་ཆེན་པོ་དེ་ཡིན་ན་ནང་ལོགས་ཚང་མ་རྩིག་དཀར་པོ་དཀར་རྐྱང་བཏང་བ་རེད་ལབ་པ་རེད་དེ་ནི་རྩིག་སྔོན་པོ་དང་ལྗང་ཁུ་དང་ཅིག་རྩིག་ནག་པོ་དྲུག་བཏང་སོང་བ་ཡིན་ན་དེ་ནི་དུལ་མང་པོ་ཅིག་ང་ཚོས་མཐོང་ཐུབ་ཀྱི་མི་འདུག་ཨོ་དེ་འདྲའི་དཀར་པོ་དཀར་རྐྱང་བཏང་ཡོང་དུས་ཙམ་ལ་དེ་ནི་དུལ་ཕྲ་མོ་བཙོག་པ་ཆུང་ཆུང་ཡིན་ན་མཐོང་ཐུབ་ཀྱི་ལབ་ན་དེ་འདྲའི་ད་གཙང་སུ་བྱས་པ་རེད་ལབ་ཀྱི་རེད་ད་དེ་འདྲའི་བྱས་ཡོང་དུས་ཙམ་ལ་ད་དེ་ལ་སོགས་པའི་དེ་ནི་འགྱུར་བ་མང་པོ་ཅིག་དང་ད་དེ་ཆ་ཤས་འགའ་ཞིག་རེད་ད་རྩིག་ཁོ་རང་གི་ནང་ལོགས་ལ་ཡང་ག་རེ་ལབ་ཀྱི་ཡོད་རེད་ལབ་ན།

ཨ་ནི་རྒྱ་ནག་སྐམ་ས་ཆེན་པོའི་ནང་ལོགས་ལ་དང་འཛམ་གླིང་རྒྱལ་སྤྱི་གི་རྩེད་འགྲན་འདི་དང་ཉིན་སྟོང་བརྒྱད་ནང་ལ་ཚོགས་རེད་བ་འོ་འདི་ཉིན་སྟོང་བརྒྱད་ནང་ལོགས་ལ་དེ་ནི་ཁོ་གི་སྐད་སྒྲ་ཁོ་ཚོ་དང། དབྱིན་ཡུལ་གྱི་དེ་ནི་རྐང་མགོར་རྩེད་འགྲན་པ་དེ་ཚོ་སྐད་སྒྲ་ཆེན་པོ་ཞིབ་ཅིག་བཞག་པ་རེད་ལབ་པ་རེད་ད་ག་རེ་བཞག་འདུག་ལབ་ན་དེ་ནི། ཨ་ནི་རྐང་མགོར་གྱི་རྟགས་མ་བརྒྱ་ཆ་བརྒྱ་ནས་བརྒྱ་ཆ་དྲུག་ཅུ་ཐམ་པ་ཁོང་ལ་ཐོབ་སོང་པ་རེད་ལབ་གི་ཡོད་རེད་ད་དཔེར་ན་གཅིག་རྐང་མགོར་གྱི་ཆེད་དུ་གསེར་དང་དངུལ་གྱི་རྟགས་མ་ལ་སོགས་པ་ཉིས་བརྒྱ་དྲུག་ཅུ་ཡོད་སོང་པ་ཡིན་ན། བརྒྱ་དང་ཉི་ཤུ་ཚང་མ་དབྱིན་ལེན་གྱིས་ཐོབ་སོང་བ་རེད་ལབ་གི་ཡོད་རེད། འདི་འདྲའི་སྐད་གྲགས་བཞག་པ་རེད། ད་འདིའི་རྗེས་ལ་དེ་ནི་ལོ་ཞིག་གི་རྗེས་ལ་ད་ཡང་འདི་འཛམ་གླིང་རྒྱལ་སྤྱིའི་གི་རྩེད་འགྲན་འདི་དེ་ནི་ཡང་དབྱིན་ལེན་ཁོ་རང་ལ་ཚོགས་རེད་བ། དབྱིན་ལེན་ལ་ཚོགས་ཡོང་དུས་བརྩམས་པ་ལ་ད་ཡང་དབྱིན་ལེན་ལ་ཁྱོད་ཀྱིས་དེ་ལས་ཀྱང་སྐད་གྲགས་ཆེན་པོ་ཅིག་བཞག་པ་རེད། ད World Record ལ་ཡོད་དོ World Record།

ག་ཚོད་བཞག་པ་ལ་ན་བདུན་ཐམ་པ་བཞག་པ་རེད། འོ་འདི་འདི་འདྲས་འདི་འདྲས་ལ་དོ། དེ་འདྲས་ཡིན་འདྲས་བསམ་པ་ད་སྔར་དེ་ནི་ཤིན་ཏུ་སྐྱོ་བོ་དེ་གིས་དེ་ནི་ཁོ་གིས་འདི་འདྲས་གྲགས་པ་ཆེན་པོ་ཟོས་བ་རེད། ད་ད་དུང་དེའི་ཆེད་ལ་གར་དུ་ད་ཁ་སང་སྔོན་མ་གི་ཨེ་ནས་ཅིག་གར་ལོག་བ་རེད། ད་སྐད་གྲགས་ངོ་མ་བཞག་ས་དེ་གར་ལ་ན་འཛམ་གླིང་རྒྱལ་སྤྱི་རྩེད་འགྲན་ལས་ཀྱང་ག་རེ་རེད་འདུག་ལ་ན།

རིང་ལ་གསེར་གྱི་དྭངས་མ་དྲུག་ཅུ་རེ་དྲུག་དམ་པ་ཐོབ་སོང་བ་རེད་ལབ་གི་ཡོད་རེད། ད་འདི་ད་འདི་ག་རེ་ཧང་སང་ཡོད་རེད་དེང་སང་རྒྱལ་ཁབ་འདྲ་མི་འདྲ་གི་དེ་འདྲའི་སྐད་སྒྲ་མང་པོ་བཞག་ཡོད་ཀྱི་རེད་བ་ལ་ན་བཞག་ཡོད་མ་རེད་ད་གཞན་པ་སུ་གཅིག་གི་བཞག་ཐུབ་ཡོད་མ་རེད་ཟེར་དེ་འདྲ་བོ་དེ་ག་ལ་འདུག་ལ་ན་ཚིག་ཁོ་རང་གི། Widely regarded as the most successful run in cycling history ད་བཀའ་འགྱུར་རྩེད་འགྲན་པའི་ལོ་རྒྱུས་ནང་ལོགས་ལ་དེ་ནི་གྲགས་པ་ཤིན་ཏུ་ཆེན་པོ་ཆགས་སོང་བ་རེད་ལབ་པ་རེད། ཡ་ད་དེའི་ཡ་ངའི་ཀ་ས་ཨ་དྲུག་མང་པོ་ཤེས་ཡོང་དུ་བརྩམས་པ་ལ་ད་ཡ་ང་ཚོ་བརྗོད་བྱ་དེ་དྲན་པ་བྱེད་འགྲོ་ཡ་ཆོག་ད་བརྗོད་བྱ་ག་རེ་ལ་མཐའ་སྐྱེལ་ག་རེ་མ་ལབ་ཁ་རུག་འདུག་པ་ལ་ལོ་བརྒྱ་སོང་ཡང་བཟང་སྐྱེས་མེད་མཁས་པའི་སྤྱོད་ཡུལ་དུ་ཐོབ་འདོད་ན་བརྩོན་པའི་སྐལ་བ་དྭངས་པོས་སློང་ཟིན་བརྩོན་འགྲུས་བརྩམས་དགོས་རེད་ལར་བ་ད་བརྩོན་འགྲུས་ག་འདྲས་བརྩམས་དགོས་ལབ་དེ་བརྩམས་པ་ལ་དེ་ནི་དུག་རུས་གཅིག་པུ་འགྲིག་གི་མ་རེད་ཨེ་ནི་ཤེས་རབ་གོ་རེ་ཡིན་ཟེར་རྣམ་དཔྱོད་གོ་རེ་ལབ་པ་རེད་བ་ད་རྣམ་དཔྱོད་དེ་ཡང་དེ་ནི་སོ་སོ་ལྷན་སྐྱེས་ཀྱི་ཡོད་མཁན་གཅིག་དང་དེ་ནི་གོམས་འདྲིས་ཀྱི་བརྒྱུད་ནས་ཡོང་ཡས་ཀྱི་གཉིས་འདུག་ཟེར་ལབ་ཡོད་རེད་བ་ད་ལྷན་སྐྱེས་ཀྱི་ཡོད་ན་ནི་ཡོད་རེད་བ། གོམས་འདྲིས་ཀྱི་བརྒྱུད་ནས་ཡོང་རེད་དེ་ད་ང་རང་ཚོ་ཚང་མ་ལ་ཐོབ་རྒྱུ་ཡོད་རེད་བ་ད་རྣམ་དཔྱོད་གོང་འཕེལ་དུ་འགྲོ་ཡས་ཡོད་རེད་བ་ད་དེ་གོམས་འདྲིས་ཀྱི་བརྒྱུད་ནས་ཐོབ་ཡས་དེ་ཡང་གོམས་འདྲིས་དེ་ག་རེ་ལ་རག་ལས་ཀྱི་འདུག་ད་ལབ་ན་འགྱུར་བ་ལ་རག་ལས་ཀྱི་འདུག་དེ་ནས་འགྱུར་བ་ག་འདྲས་ཞིག་གཏང་དགོས་རེད་ལབ་ན་ད་འགྱུར་བ་དེ་ང་ཚོ་ལམ་སང་སྒོ་ར་གཅིག་ཆེན་པོ་བཅས་ཨ་ལོག་རྒྱག་ཡས་མ་ཡིན་པ་དཔེར་ན་ང་རང་ཚོ་ཆུ་ཐིགས་བསགས་པའི་རྒྱ་མཚོ་ལབ་པ་ནང་བཞིན་དེ་ནས་ཆུང་ས་ཆུང་ས་ནས་འགྱུར་བ་ཁོ་གི་ལ་ལ small ག་རེ་ས aggregation of small margins ལ་ཡི་འདུག་བ་ཨ་ནས་ཅིག་ཅིག་ཆུང་ས་ཆུང་ས་ནས་ཆུང་ས་དེ་ཡང་ག་རེ། ཆ་ཤས་རེ་ནས་བརྒྱ་ཆ་གཅིག་གཅིག་པུ་དེ་འདྲའི་རེ་རེ་འགྱུར་བ་རེ་བཏང་སོང་ན་དེ་མང་པོ་ཚོགས་ཡོང་དུས་ཙམ་ལ་འགྱུར་བ་ཆེན་པོ་ཅིག་འགྲོ་སོང་འགྲོ་གི་ཡོད་རེད་ལ་ལབ་ཀྱི་ཡོད་ར་འོ་དེ་ཡིན་པ་ནང་བཞིན་ད་ང་རང་ཚོ་བྱ་བ་ག་འདྲའི་སྒྲུབ་བྱེད་བྱེད་ཀྱི་ཡོད་ན་ཡང་ངས་ད་ད་ཀྱི་སངས་རྒྱས་བཅོམ་ལྡན་འདས་དེ་དཔེ་ལ་དཔེ་བཞག་རོགས་ད་ཁ་ཕོ་ཆེན་པོ་གིས་ད་ཅིག་སངས་རྒྱས་བཅོམ་ལྡན་འདས་ནང་བཞིན་བྱས་ན་འགྲུབ་བྱེད་ལ་རོགས་ད་ཡིན་ན་ཡང་ང་རང་ཚོ་དཔེ་ན་ཁྱེད་རང་ཚོ་ད་ཡིད་སྨོན་སྐྱེས་ས་ཁ་མི་ཡར་ལྟ་བྱེད་ས་གི་མཁས་པ་དེ་འདྲ་ཡོད་ར་དཔེར་ན་ཁྱེད་རང་རྩོམ་པ་པོ་མཁས་པ་ཅིག་ལ་ཡིད་སྨོན་སྐྱེས་ནས་ཁོ་སྒྲུབ་ཆགས་གཉིས་དྲུག་ཡོད་ན་ད་ཁྱེད་རང་ཆགས་ཐུབ་གི་རེད་ལབ་གི་ཡོད་ད་ག་འདྲས་ཆགས་ཐུབ་གི་ལབ་ན་དེ་ནི་བརྩོན་འགྲུས་བརྩམས་དགོས་རེད་བརྩོན་འགྲུས་བརྩམས་སྟངས་དེ་ག་འདྲས་སྒྲུབ་བྱེད་རེད་འོ་དེ་འདྲས་དེ་འདྲས་སྒྲུབ་བྱེད་རེད་ད་འོ་དེ་འདྲས་ཀྱི་ཆུང་ངུ་ཆུང་ངུ་གྱི་འབད་བརྩོན་བྱས་ནས་དེ་ནི་ཁྱེད་རང་ཁོང་ནང་བཞིན་ཆགས་གི་རེད་ད་ལབ་གི་ཡོད་རེད་འོ་ད་དེ་དང་དེ་ལ་སོགས་པའི་གི་དེ་འདྲས་ཀྱི་སྒྲུང་ད་དེ་ནང་ལ་སྒྲུང་ལ་བར་ད་དངོས་ཡོད་གནས་ཚུལ་དཔེ་རྙིང་ཆུང་ངུ་མང་པོ་ཡོད་རེད་ད་ང་དུས་ཚོད་བྱུང་ན་ཁྱེད་ཚོ་ལ་ད་གང་ཐུབ་ཐུབ་བྱེད་ཡ་གི་འབོད་བརྩོན་བྱེད་ཀྱིན་གདའ་དེ་ནས་ཡང་ལ་སོ་ཕྱི་མ་ལ་བརྗོད་ཡོང།